ཡི་དྭགས་ལྟ་བུ་ཨ་ནི། ཆུ་ཀླུང་གི་ཆ་ཤས་སུ་གྱུར་པའི་རྣག་ཁྲག་འཐུང་བའི་ཕྲུ་གུ་གྱིས་སྔར། སྔར་བསགས་པའི་ལས་ངན་པའི་ཕྲུ་གུ་ཡིན་པའི་ཕྱིར། ཞེས་གསུངས་པ་དང་ཨ་ནི། དགེ་ཚུལ་གྲོགས་ཀྱི་ག་ནས་ཡིན་ན། དྲི་བ། གཞུང་སྔ་ཕྱི་ནས་དགེ་ཚུལ་གྲོགས་ག་ནས་ཡིན་ན་དེ་དང་ད་ལྟ། གང་ཟག་དེ་དང་དེ་ལ་ཨ་ནི་ལས་དབང་གིས་དེ་དང་དེ་མཐོང་བ་ཡིན་ན། དེ་ལ་ཐ་ནུས་པའི་ཚད་མ་ཡིན་དགོས་མ་རེད། ད་ཐ་ནུས་ཚད་མ་ཡིན་དགོས་ན་ལས་དབང་གིས་སྣང་ཚུལ་མི་མཐུན་པ་མང་པོ་སྣང་བ་དེ་ཨ་ནི།

ཨ་ནི་ད། སྔགས་རྫས་ཀྱི་དབང་གིས་ཨ་ནི་ལག་པ་ལ་ཆུ་འཁྲུད་པའི་དབང་གིས་དེ་ཡིས་མ་ཚར་བ་དབང་གིས་ག་རེ་རེད་ཟེར་ན་དེ་གྲོགས་དབང་རེ་ཅག་ཡོད་བཤད་དགོས་རེད། ཨ་ནི་ད་འདྲ་དེ། མི་ལ་སོགས་པ་གི་རེ་ཅག་ཡིན་ན་ཨ་ནི་ཚ་བའི་རེ་ཅག་ཡིན་དགོས་རེད་དོན་ཅི་རེད་ལ་ར་སོང་ཡོད་ར་རེད། ལའི་རེ་ཅག་ལ་གྲང་བའི་རེག་བྱ་ཡོད་མ་རེད། ངས་ད་ལྟ་ལ་ཡེད་དུ་དག་གཅིག་པ་རེད་ཚ་བའི་ལྕགས་སྒོ་དམའ་བའི་རེག་བྱ་ལ་གྲང་བའི་རེག་བྱ་མི་འདུག། མའི་རེག་བྱ་ལ་གྲང་བའི་རེག་བྱ་མི་འདུག། ལྕགས་སྒོ་དམའ་བའི་རེག་བྱ་ལ་གྲང་བའི་རེག་བྱ་འདུག།

ལྕགས་བ་དམའ་བའི་རེག་བྱ་ཚ་བའི་རེག་བྱ་གང་ཡིན་ནམ་ལྕགས་བ་དམའ་བ་དེ་ཅི་དེར་བ་ཅི་དེ་ཁོའི་ཆ་ཤས་ལ་གྲང་བ་དང་ཚ་བ་གཉིས་འདུག་ཟེར་བ་རེད། ན་མི་མི་དམའ་བ་ཡིན་ན་མི་ཡི་རེག་བྱ་ཡིན་དགོས་མ་རེད། མེའི་རེག་བྱ་ལ་མེ་ཡིན་པའི་ཁྱད་རོ་ཡ། ན་མི་ད་དེ་འདྲ་བ་གི་རང་ངག་ཏུ་བསྡེབས་པའི་གོང་ཚ་དེ་གི་ཨ་ནུའི་ལུས་ལ་མི་ལ་རེག་པ་དེའི་ཚེ་མི་གི་མི་ཚེ་བ་དེ་མི་དེ་ཡང་ག་རེ་རེད་ཟེར་ན་གྲང་བའི་རེག་བྱ་ཡོད་ཨ་ཐ། མི་ལ་གྲང་བའི་རེག་བྱ་ཡོད་མ་རེད།

དངོས་གནས་འདི་ལྟར་ཡིན་ན་ང་ལྡོག་པ་ལྡོག་པར་ད་ཡང་འདི། མེ་ལ་ལྕི་བ་དང་ཡང་བ་མེད་ཨ། མེ་ལ་ལྕི་བ་དང་ཡང་བ་མི་འདུག་ཟེར་གི། ཨ་མི་ལྕི་ཡང་མེད་རེད།
མི་འདུག་ཟེར་གི། མེད་ན་རླུང་ལ་ལྕི་བ་དང་ཡང་བ་ཡོད་རེད་ཡོད་མ་རེད། རླུང་ལ་ལྕི་བ་དང་ཡང་བ་མི་འདུག་ཟེར། མེད་ན་ཨ་ནི་མོ་འདྲེ་འཁོར་ལོ་དུ་བུ་བླུགས་པའི་ཚེ་ཡ་སྐྱག་མ་ཐུབ་པ་དུ་བུ་མ་བླུགས་པའི་ཚེ་སྐྱག་ཐུབ་པ་དེ་འདྲའི་ཁྱད་པར་ཀི་ལོ་སྐྱག་ན་ཡོད་རེད་ད་ཡ། འོ་དེ་ག་ནས་བྱུང་བ་རེད་ཡ། འོ་རེད་ད་དེ་ད་དེ་མང་ཉུང་གི་ཁྱད་པར་མི་འགྲོ་གི། ཨ།

དེ་མེད་ན་ལ་ཁྲུས་བྱས་མེད་ཟ་མེད་དེ་བྱས་ཨ་ནི་ལོངས་སྤྱད་པ་ཡིན་ན་ཡང་ཁོ་ཚིག་གི་མ་རེད། མི་ག་རེ་རེད་ཟེར་ན་ང་ཚོའི་སྣང་བ་ལ་ཡིད་བརྟན་མི་འདུག་སྟེ་གྲུབ་ཡོང་གི་བར་ད་སྙིགས་མ་དེ་ཚོས་དེ་དོགས་དེ་ཨ་ནི་ད་ནི་ག་ཉུང་ན་ནི་སྡུག་ངས་ད་ད་བྱས་ཙང་མེད་ཟ་གི་ཡོད་རེད་མེད་ཁྲུས་བྱེད་ཀྱི་ཡོད་རེད་ཨེ་རེད་ཁོ་སྲིད་ཀྱི་ཡོད་མ་རེད། བྱས་ཙང་ཨ་ནི་གང་ཟག་དེ་འདྲ་བོ་དེ་ལ་ཚ་ཞིག་སྲིད་པ་རེད་མི་འདུག་བ་སྲིད་གི་བར་ད་ཕྱི་དྲི་མེད་ཨ་ནི་རིག་བྱ་ཡིན་ན་ཚ་ཞིག་སྲིད་པ་ཡིན་དགོས་ཟེར་ཡ་དེ་ཨང། ང་རང་ཚོས་སྐད་ཆ་མེད་འགྲོ། བྱས་ཙང་ཡིད་བརྟན་སྐལ་ཡོད་མ་རེད་མི་རྟག་སེ་བཏང་གི་འདུག་ག་དེ་རྡོ་ཡི་ནང་ལ་འདུག་བསྟན་བཅོས་ནང་ལ་དྲང་བཞག་མང་པོ་འདུག་བྱས་ཙང་ང་རང་ཚོས་ནམ་རྒྱུན་གཅིག་རེད་ཟེར་ཡ་ལ་ཡིད་བརྟན་ཡོད་མ་རེད་ཟེར་ང་ཚོ་དེ་འདྲ་རེད་ཀྱི་མ་རེད་གླེན་བཤད་བྱས་བ་ཆུ་ཡི་ཚིག་གཉིས་རེད་ལབ་རེད་ཨང་ལྷའི་སྐད་གསུང་ན་ག་རེད་ཆུ་མ་རེད་བདུད་རྩི་རེད་འབྲུག་རེད་ཡི་དྭགས་སྐད་གསུང་ན་རྣག་ཁྲག་རེད་འབྲུག་རུ་སུ་བྱས་ར་ད། ད་དེ་འོ་དེ་ཅིག་དེ་ལྟར་བྱས་སོང་ཨ་ལེ་དེ་ནང་བཞིན་མེད་ལ་ཡང་ཨ་ནེ་ད་ལྟ་རིག་སྔགས་ཅི་ལྟར་དེའུ་མི་འདུག་གང་ཟག་དེ་འདྲ་བོ་དེ་ཨ་ནེ་ཚིག་གིས་ཨོ་མ་རོ་ཨ་ཟེར་འདུག། རེད་གི།
ད་དེ། དེ་ཡིན་དེ་ཁོ་ལ་ཨ་ནེ་མ་ཚིག་བའི་རིག་ཆ་ཅིག་ཡོད་གར་ཟ་ས་ཞིག་ཚིག་པ་མ་ཡིན་གི་ཅིག་ཡོད་རེད་པས་ཨེས་གོ་ད་ལྟ་དེ་གང་ཟག་ཁོ་རང་གི་ཁྱད་པར་སོར་ཅིག་མིན་འགྲོ་གི་དཔེར་ན་ང་ཚོ་རོ་མི་ཞིམ་པ་རོ་ཅོ་སྣང་ཟེར་བ་ནང་བཞིན།

དེ་འདྲ་ཡིན་དུས་ཁོའི་ལ་སིག་པའི་རིག་བྱ་དང་མ་སིག་པའི་རིག་བྱ་གཉིས་ཡོད་རེད་ཡོད་མ་རེད་ཟེར་ན་ག་རེ་སིག་རེད། དེ་སིག་དུས་ལྟར་ན། ཡོད་བ་དང་ལས་ཅན་གང་ཟག་དེ་སྤྲོ་བ་ཅིག་ལ་མེད་ན་མ་སིག་པའི་རིག་བྱ་ཡོད། ལས་ཅན་གྱི་རིག་བྱ་དང་ང་ཚོ་སྤྲོ་བ་ཅིག་ལ་ཨ་ནི་ག་རེ་སིག་པའི་རིག་བྱ་ཡོད་པའི་ཕྱིར་ཨ་ནི་རྟགས་གསལ་བཏང་སོང་ན། ད་ང་ཚོ་རྩ་ཆེ་ཟིག་ད་ལྟ་རིག་རྟགས་དེ་རྩ་སྐྱོ་བ་ཅིག་ག་རེ་ཡིན་པ་སུས་དྲངས་པ་རེད།

ཚ་གྲང་གཉིས་ཀ་ཡོད་པ་གཅིག་བཟོ་ཡོང་གི་ཡོད་པ། ད་ཡིན་ནའི་ཐག་གཅོད་ནང་ལ་སོང་ཡོང་དུས། ལྕགས་གོང་དམའ་བའི་རེག་བྱ་ཡིན་ན་ཚ་བའི་རེག་བྱ་ཡོང་དགོས་པ་གཅིག་བཟོ་ཡོང་གི་འདུག་ཨ། འོ་དེ་བཟོ་འགོ་དེ་གཉིས་གཉིས་ཚིག་ཟིན་བྱས་ན་འགལ་འདུ་རབ་ཞི་སླེབས་ཡོད་རེད། ད་དེ་མི་འགལ་བའི། གར་བཟོ་བ་རེད། མི་འགལ་བའི་ད་མི། འགལ་འདུ་ཚིག་ཟིན་བྱས་ན་འགལ་འདུ་སླེབས་ཀྱི་འདུག་དེ་ཡིན་ན་དོན་དག་ལ། འགལ་འདུ་ཡོང་སྟངས་ཡོད་མ་རེད་བ། དེ་མེད་དུས་ག་རེ་བྱས་ནས་ཡོང་མ་རེད་ཟེར་ནས་དེ་དྲི་བ་དེ་རེད་བ། ད་དྲི་བ་དེ་ལ་ཕལ་ཆེར་ངས་བྱས་ན་འདི་འདྲ་མིན་འགྲོ་བསམ་གི།

ཚ་བའི་རེག་བྱ་ཡིན་དགོས་དེ་ཡིན་ས་མ་རེད། ལྕགས་ཀོང་མ་བོ་ཁོ་རང་ཆ་ཆེན་ཁོ་རང་ཅི་བསམ་པ་དེ་ལ་བསམ་བཏང་དེ་ཡིན་ས་རེད། ལྕགས་ཀོང་མ་བོའི་རེག་བྱ་ནི་ཚ་བའི་རེག་བྱ་ཡིན་དགོས་ཟེར་དུས་དེ་ཆ་ཤས་ལ་གྲང་བའི་རེག་བྱ་ཡོད་རེད་དེ་ཡིན་ནས་ལྕགས་ཀོང་མ་བོའི་རེག་བྱ་ནི་ཚ་བའི་རེག་བྱ་ཡིན་དགོས་ཟེར་དུས་ཁོ་ཅི་བསམ་པ་ཁོ་རང་བསམ་བཏང་དེ་དེ་འདྲ་བྱེད་ཅིང་དེ་བྱས་ནས་ད་ག་ད་གཉིས་ཀ་ཚིག་བྱས་ན་ཁ་ཁ་ར་ཞིག་འདུག་བ་དོན་དག་ལ་འགལ་འདུ་མེད་པ་ར་ཞིག་མཐོང་གི་འདུག་ག་འདྲ་བྱས་ནས་གང་འདྲ་བྱས་ན་འགྲིག་ས་རེད། ད་གཅིག་བྱས་ན་གཅིག་བྱས་ན་འགྲིག་གི་མི་འདུག་ཨ་གཅིག་ལབ་པ་ཡིན་ན་ཚིག་ཟིན་བྱས་པ་ཡིན་ན་ཐ་ཆུ་ནང་བཞིན་བྱས་འགྲོ་ན་འགྲིག་གི་ཡོད་རེད། བྱས་པ་ཡིན་ན་ཨ་ནི་ཚིག་ཟིན་སྤྱི་སྤྱི་མཐུན་ནང་བཞིན་བྱས་ཚིག་ཟིན་བྱས་འགྲོ་ཡ་མི་འདུག་ཨ་སྤྱི་མཐུན་དང། དགོན་པ་རབ་ཚིག་ཚིག་མཐུན་ཚིག་ཟིན་ནང་བཞིན་བྱས་ཕྱིན་པ་ཡིན་ན་ཐ་ཆུ་གི་ཚིག་ཟིན་ནང་བཞིན་འགྲོ་ཡ་མི་འདུག་དོན་དག་ལ་ཁྱད་པར་མི་འདུག་ཟེར་བར་ལྟ། དོན་དག་ལ་ལྟ་བསམ་བཏང་ས་གཉིས་ཀ་འདུག་ཨ། ལྕགས་སྒོ་དམར་པོའི་རི་ལྕགས་ཀྱི་ཆ་ཤས་ལ་མ་བརྩིས་པ་ཡིན་ན།

ད་ལྟ། དཔྱོད་ལྡན་གཉིས་ཀྱིས་མུན་སེལ་རྒྱན་པད་མ་རྒྱལ་མཚན་རིན་པོ་ཆེ་གི་དཔེ་བཞི་བོ་བཞག་གནང་ཡོད་རེད། སྒོ་མང། བཀའ་འགྱུར་བ། རྗེ་བཙུན་བློ་བཟང་དོན་ལྡན་རིན་པོ་ཆེ་གིས་བཀའ་འགྱུར་ལུང་གནང་བའི་སྐབས་དཔེ་བརྒྱ་ཕྲག་མང་པོ་ཡོད་པའི་སྐད་ཆ་རེད། མི་གཅིག་དེ་བཀའ་འགྱུར་ལུང་གནས་སར་གླེང་འོང་དུས། བཀའ་འགྱུར་པོ་ཏི་དེ་ཤ་ཁོག་པ་མཐོང་དགོས་རུ་ཁོག་གི་རྣམ་པ་ཐམས་ཅད། འོ་དེ་རེད། ཆུ་འབབ་ཀླུང་ལ་ཡི་དྭགས་སྣང་ལོ་ཡང་ཞེས་པའི་སྐབས་ནས་བསྟན་ངས་བལྟ་བྱ་ཐུང་མོ་ཨ་དེ་ལ། ལྷའི་མི་ཡི་དྭགས། ཨ་ནེ། ཆུ་རང་ག་བ་ཕོར་ཚད་གཅིག་གཅིག་ཆ་དུ་བལྟས་པའི་ཚེ་ན། ཨ་ནེ་བལ་གྱི། རང་རང་གི་ལག་ཏུ་སོང་བས་ན་རྣམ་པ་ཐམས་ཅད་དུ་སྣང། ཨ་ནེ། བདུད་རྩི། ཆུ་རང་ག་བ། ཡིན་ཏེ། ཡི་དྭགས་ཀྱིས་རང་གི་ལས་ངན་གྱི་སྟོབས་ཀྱིས་ནི་རྣམ་པ་ཐམས་ཅད་དུ་ཁྲག་དེ་ཁོ་རང་ལོངས་སྤྱོད་དགོས་ཡོད་རེད། ལྷ་གིས་ནི་བོད་ཀྱི་བདུད་རྩི་བཟང་པོ་བཅའ་དེ་ཁོ་ལས་བཟང་པོ་གྱི་སྟོབས་ཀྱིས་རེད། དེ་ཚོ་བསམ་བློ་བཏང་ནས་ནི་བརྗེད་ན་ཡག་མེད་འགྲོ། རིགས་བརྒྱ་པོ་རི་རབ་དེ་སྔོན་པ་ནས་བཤད་པའི་གདུལ་བྱ་གྱི་སྒྲུབ་གཞི་གནང་དགོས་ཡོད་རེད། དུས་འཁོད་ཀྱི་གདུལ་བྱ་གྱི་དེ་ལ་དུམ་བུ་གནང་དགོས་ཡོད་རེད་ནི་སྒྲུབ་གཞི་དང་དུམ་བུ་འགེལ་གི་རེད་བ། དེ་གུ་རུ་བ། ཨཱ་ནི། ཆུ་བོ་གངྒ་ལ་ཡི་དྭགས་འདི་ཚོ་ཕར་ཚུར་འགྲོ་བའི་སྐྱེ་བའི་སྐབས་དེ་ལ་རྣམ་པ་ཐམས་ཅད་ཞེ་མ་རེད་ད་སྟོང་པ་རེད་ཡོད་མ་རེད་ཆུ་རྒལ། དགུན་གྱི་དུས་སུ། དགུན་གྱི་དུས་སུ་ཉི་མ་དང་ཟླ་བའི་འོད་ཟེར་འཕོ་འོང་དུ་ཁོ་ཚུར་ལ་ཨཱ་ནི་བོད་ཀྱི་ཚ་བོ་ལས་ཡོང་གི་ཡོད་རེད། སྲོལ་རྒྱུན་དུས་ཚོད་ཡང་དྲང་པོ་ཆོད་པོ་ཆོད་ཏག་ཏག་ལུས་དགོས་ཁོ་ལས་རང་རང་གི་ལས་ངན་གྱི་སྟོབས་ཀྱིས་དེ་མིན་པ་དེ་བ་ནི་སྤྱིར་ན་ལས་བཟང་ངན་གསལ་ལ་ཏེ་བེད་མཛོད་ཡོང་ས་རེད་པ། དེ་ཏན་ཏན་ཡོང་ས་རང་རང་གི་ཕོར་རྩེ་གང་པོ་དེ་ལ་རང་རང་གི་ཆ་སྲིད་སུས་གྱུར་པའི་སྣག་ཁྲ་ཡོད་ཆུ་ཡོད་འོ་དེ་ནི་གཅིག་གིས་མཐའ་མའི་མཐའ་དོན་འདི་ལ་སྡོམ་འདི་གནང་གནང་འདུག་ཨ་དཔེ་ཆེན་རིན་པོ་ཆེ་གིས། ཁྱོད་ཀྱི་ཕོར་རྫས་སློང་པ་དེ་མེད། རང་རང་གི་ཆ་སྲིད་ཟུག་གྱོད་དཔལ་གྱི་ཨར་ནི་ཆུ་བོ་རང་ག་འགའ་ཡོད་རེད། ཡིན་པ་ད་ཐ་དོན་འདི་ལ་ལོངས་སྤྱོད་པའི་གི་ཚེ་ན་རྣམ་པ་ཐམས་ཅད་ལ་སྣ་ཁྲག་ཏུ་གྱུར་བ་དང་བདུད་རྩི་དུ་གྱུར་བ་དང་ཆུ་རང་ག་བ་གྱུར་བ་དེ་རང་རང་གི་ལས་བཟང་ངན་གྱི་སྟོབས་ཀྱིས་རེད་ཟེར་གྱི་གཅིག་རེད། རྗོད་བྱེད་བོད་སྒང་ཅི་ན་རྗོད་བྱེད་བྱ་དགའ་སླེ་འོང་དུས་སྐུ་འདྲ་མ་བྱ་བ་ཅན་ཤ་ཁོག་པ་འདི་དངོས་གནས་ཚུལ་རེད་དེ་འདུག་ཨ། ཨ་ནི་རྫི་ཚུལ་འཇམ་པ་གོང་པོ་ཁྱི་ཕྲུག་དམར་པོ་འདི་ཟེར་ཡ་དེ་དངོས་གནས་ཚུལ་རྫི་ཚུལ་འཇམ་པ་གོང་པོ་རེད་བསྡད་འདུག་བ། འཕགས་པ་མཐོ་དམན་གྱི་ཁྱོད་ལས་མ་དག་རེད་ཁྱོད་ཡིད་མི་ཆེས་ན་ང་ལ་དོན་དུ་ཁྲིད་འགྲོ་ད་ཟེར་དུས། ཨ་མ་རྒན་མགོ་བདེ་གིས་ཨ་ནི་ཁྱོད་རང་གི་ཁྱི་རྐང་པ་ཅིག་འདུག་མ་འདུག་གལ་མི་འདུག་ཁྱོད་སྨྱོས་བཞག་འཕགས་པ་མཐོ། རྫི་ཚུལ་འཇམ་པ་གོང་པོ་སྤྲུལ་ནས་ཁྱོད་མ་ཉན་ནི་ད་ཁྱོད་སྨྱོན་པ་ཆགས་འགྲོ་ཆོས་ག་འགའ་ཁ་བཏང་བསྡད་གི་འདུག་བ། འོ་དེ་ཚོའི་རྗེས་ནས་མེད་ནོ་རང་རང་དེ་ཡིན་ལབ་ན་འགྲིག་གི་ཡོད་རེད་བ། མ་གཏོགས་ཕུན་ཚོགས་རང་ག་བར་གྱི་ཨ་ནེ་མི་ལྕགས་སྒོ་དམར་བ་འདི་ལྕགས་སྒོ་མ་ཡིན་ཟེར་ནས་འདི་དང་མི་དང་ངོ་གཅིག་པའི་བྱེད་ཟིག་གི་ཡོད་རེད་ངོ་སོ་སོ་འགལ་ཡོད་མ་རེད། ཨ་ནེ་འདི་ཡང་ཡིན་པ་མ་བརྗེད་གི་གི་དེ་དང་མི་རེ་ཞག་གཉིས་པོ་འདི་དོན་གཅིག་པའི་བྱེད་པན་ཆེན་རིན་པོ་ཆེས་གསུངས་གནང་ཡོད་རེད། རྡོག་རྡོག་དེ་ནི་འདྲ་མིན་འགྲོ།
ད་ད་ལྟ་འདི། ད་ལྟ་འདི་ཞེས་ཞུས་ན་སེམས་སུ་ང་ཨོ་ད་གོ་འདའ་འང། ད་ལྟ། ཕྱི་དང་དོན་གྱི་ལམ་ཞེས་ཞུས་ཞུས་ཡིན་ཏེ་འདི་གསལ་པོར་རོ་ཅེས་བྱས་ན་སེམས་ཀྱི་བརྒྱ་དང་ལྔ་བཅུ་འགའ་གུ་དེ་ལས་ལས། འདི་རེ་བ། དབུ་མའི་སྤྱི་དོན་བྱེད་པ་ཡིན་ན། འདི་གསུང་གོ་ད། ལྕགས་གོང་མ་འབར་བ་ལ་རེག་ཀྱང་མི་བརྩི་བའི་རིག་སྔགས་བཟླས་པའི་ཆུས། ལག་པ་བཀྲུས་པའི་གང་ཟག་གི་ལུས་ཤིང་གི་ལྕགས་གོང་མ་འབར་བའི་རེག་བྱའི་ཆ་ཤས་སུ་གྱུར་པ། ཆ་ཤས་ཟེར་ཏེ་ཚིག་དེ་དཔེ་གསལ་པོ་ཡོད་རེད་དཔེ་འབྱིན་གྱི། ལྕགས་འོ་མ་བའི་རིན་ཆེན་ཆ་ཤས་སུ་གྱུར་པའི་གྲངས་རེ་ཆ་བརྒྱད། དེ་དཔེ་གལ་ཆེན་པོ་རེ། སྤྱི་དོན་དུ་དཔེ་གལ་ཆེན་པོ་རེ་བ། དེ་ལྟ་བུའི་རེ་སྔགས་འདོད་པ་དང་བྲལ་བའི་གང་ཟག་གི་ལུས་ལྕགས་འོ་མ་བའི་རིན་ཆེན་ཆ་ཤས་སུ་གྱུར་པའི་ཚ་ཚ་བའི་རེ་ཆ་བརྒྱད་ཅེས་གསུངས་པ། ད་རྗེས་རིམ་བྱོན་དབུ་མ་གོང་མའི་རབ་གསུངས་ན་དཔེ་གསལ་བོ་ཡོད་རེ་བ། རེ་ཆ་གཉིས་པོ་གཅིག་ཨ་ལྕགས་ཁུང་གཅིག་པོ་རེ་ཆ་བྱ་དགོས་སོ་དཔེ་དཔྱད་པ་ཞིབ་མོ་མཛད་པས་གསུངས་རེ་བ། དེ་དཔེ་གལ་གལ་ཆེན་པོ་རེད་བསམ་གི་ངེད་དེ་ཁས་ལེན་དགོས་རེ་ད། ཡིན་ནས། ཐ་ཆུ་ནང་ནས་གསུངས་པ་དེ་དང་ཚིག་ཟིན་བྱས་ན་མི་མཐུན་པ་ཡོང་གི་འདུག་དེ་དོན་ལ་དགེ་འདུན་རབ་བྱུས་ཁྱེད་མཐོང་གི་ཡོད་མ་རེད།

འཆར་གཞི་ཚང་མ་ལ་མ་བརྩིས་པར་ཆེད་བཅའ་སྒོར་མ་པའོ་འཆར་གཞིའི་ཁོ་རང་རང་གིས་ཨ་ནི་རེ་ཆག་ཅི་བསམ་པ་ཞོག་ར་ཨོ་ཐི་ལ་བསམ་སྟངས་གོལ་བ། འདི་བྱས་པ་ཡིན་ན་མཐའ་ཆོད་ནང་བཞིན་ཆེད་བཅའ་སྒོར་མ་པའོའི་རེ་ཆག་ནི་ཚ་བའི་རེ་ཆག་ཡིན་འདུག་མ་ཁྱབ་བ་ཁྱེད་ཡོད་མ་རེད། ད་བཅའ་སྒོར་མ་པའོའི་རེ་ཆག་འཆར་གཞིས་སུ་གྱུར་པའི་རེ་ཆག་ཚང་མ་ལ་བཅའ་སྒོར་མ་པའོའི་རེ་ཆག་ཡིན་པ་བརྩིས་པ་ཡིན་ན། ཨ་ནི་སྤྱི་དོན་དང་དགོན་པར་སོས་ཐོན་འགྲོ་དགོས་བ་རེད། འདི་བསམ་བློ་བཏང་སྟངས་མཁས་པ་རེད་བསམ་གྱི་ངས་འདི་ཚིག་འདི་ག་བ་བེད་སྤྱོད་བཏང་ནས་འགྲིག་གི་འདུག་ག་འདའ

ཨ་ནི། འདི། བྲུ་ཡིག། བྲུ་བ་གི་ལན་དེ་དག་མཁན་རིན་པོ་ཆེས་གསལ་བོ་ཞུ་བྱེད་གསུངས་ས་རུ་ད་ལྟའི་དག་རང་རེད་འདུག་ག། ཁོ། བྲུ་བ་དམ་པའི་ལན་དེ། ཁོ། སྤྱི་དོན་དང། རྗེ་བཙུན་ཁ་བ་ཆེན་པོའི་དགོངས་པ་ར་སེ་གཉིས་གཅིག་པ་འདྲ་བོ་བྱེད་རན་འདུག་ག་ཐག་ཆོད་ཀྱི་ད་ལྟའི་གཞི་ཆགས་བྱེད་འོང་འདི་ག་ལ། ཨ་ནི། ད་གིས་དཔེར་ན། ཟླ་འོད་ལ་ལྟ་བ་དེའི་ཚེ་ཚ་གྲང་སྙིང་གི་རེག་བྱ་དེ་ཟླ་འོད་ཀྱི་རེག་བྱ་ལས་བྱུང་ཡི་རེག་བྱ་རེད་ཟེར་ཡ་དང། ནི་ཉེ་སྐད་ལ་ལྟ་བ་དེ། ཨ་མ་རེད་ལྕགས་སྒོང་ལ་རེག་པ་དེའི་ཚེ་ཚ་གྲང་སྙིང་པོ་དེ་ལྕགས་སྒོང་ལས་བྱུང་བའི་རེག་བྱ་རེད་མ་གཏོགས། ད་མཐའ་ཆོས་འཁོར་རོ་ནི་གསུང་དེ་ཀ་ལ་ལྕགས་སྒོང་ལྕགས་སྒོང་མ་འབབ་པའི་རེག་བྱ་དང་ཚ་བའི་རེག་བྱའི་དོན་ཅི་ཡིན། དེ་ཡང་ཡོད་རེད་ཚ་བའི་ལྕགས་སྒོ་མང་བ་བའི་རེ་བཞག་དང་ལྕགས་སྒོ་མང་བ་བའི་ཚ་བའི་རེ་རེ་ཡིན་དོན་གྱིས་དེ་ཡང་གཉིས་ཀ་འདུ་བ་ལྟ་སྟེ་དོན་གྱིས་ཡིད་སེམས་གཉིས་ཀ་འདུ་བ། པན་ཆེན་གྱི་མཐའ་ཕྱོགས་ནས་གསུང་དེ་བཀའ་ལ་བྱེད་ས་དེ་བྱེད་དེ་བཀའ་ལ། དེ། སྐྱིད་ལྡན་དང་ད་རྗེ་བཙུན་ཁ་བ་ཆེན་པོའི་དགོན་པ་ར་བཟི་གཉིས་སྐྱིད་པ་འདྲ་བྱེད་རན་འདུག་ཚིག་གཟེར་ལ་ཕར་འགྲོ་འདུག་དེ་ལྟ་བུ་འདི། ད་བལྟས་ཟིན་མ་འདྲ་ས་དེ་ག་རེ་ཡོད་རེད་ཟེར་ན་ད་ངས་དེ་ཅི་ཞུ་གི་དྲན་སོང་ཨ། དཔེར་ན་ང་ཚོ་ཡི་དྭགས་ཀྱི། ལྷ་མོ་ཡི་དྭགས་སྲང་གི་གླེགས་ཤེལ་བ་ཕོ་ཁོ་ལ་ཅད་དུ་བལྟ་བ་དེའི་ཚེ་ཟིལ་གྱིས་བཀལ་ལོ། དེ་ཡི་དྭགས་དེ་ཞེས་བྱ་འདུལ་བ་དེ་མཁས་གྲུབ་རིན་པོ་ཆེ་གི་དུས་འཁོར་བཀྲི་བྱེད་ཀྱི་ནང་ལོ། མཁས་གྲུབ་རིན་པོ་ཆེ་གི་དུས་འཁོར་བཀྲི་བྱེད་ཀྱི་ནང་ལོ་ཡི་དྭགས་དེ་ལ་ལས་ལས་ཅི་གསུངས་ཡོད་རེད། ཡི་དྭགས་ཀྱི་ལས་ཀྱིས་ལྟོ་ཟས་ཡང་བ་གཅིག་དང་འབྲི་གཅིག་ཏུ་ཐ་མ་གཅིག་གསུངས་ཡོད་རེད། ད་ལས་ཀྱིས་ཡང་བ་དེ་གི་ལས་ཀྱིས་བསྡུ་བ་དེ་གར་མཐོང་གི་རེད་ཟེར་ན་ཁྱོད་ནི་སྣ་ཁྲག་དང་ཕག་ཞག་ཞོར་བ། སྟོང་བ་ཁྱོད་ནི་མཐོང་གི་མ་རེད་ཟེར་གྲོང་པ་སྐྱ་བོ་གཅིག་མ་གཏོགས། དང་གི་རྒན་དེ་ལྟ་བུས་གསུངས་བ་དེ་གྲོང་པ་སྐྱ་བོ་གཅིག་མ་གཏོགས་ཁྱོད་ནི་མཐོང་དེ་ཡི་དྭགས་ལས་བསྡུས་ཤོག་དེ་རེད་འདུག་སྤྱིར་བཏང་ང་ཚོ་ཡི་དྭགས་ཀྱི་ལས་ཟེར་དེ་ཟས་གོང་མ་རག་པ་འདུག་ད་ཟས་གོང་ལུས་ཅན་མི་ཐོབ་པའི་ལས་འོང་གི་སྐྱེས་དེ་ངའི་སེམས་ཅན་གྱི་ཡིད་རྩ་ནི། དེ་ལ་ལས་མི་འདྲ་བ་གསུམ་ལས་བདུད་ཤོག་དེ་ཁྱོད་ནི་གྲོང་པ་ཅན་དབང་མོ་དང་མཐོང་གི་མོ་དང། ཕོ་བྲང་དྲག་ཅིག་ཏུ་བཏང་བ་དེ་བཞིན་གནས་བསྟུན་པ་བྱེད་མ་ཐུབ་དེ་ལས་སྟག་གཟིག་ཅིག་ཁོ་གྲལ་སྒོ་གཏང་གི་ཡོད་དེ་ཀ་ལོ་སྣ་ཁྲག་ཡིན་ན་ཡང་ཅི་ཐང་རྩོད་པ་རེད་དེ་ཟ་ཡག་ཅིག་ཡོད་ན་ཡག་གི་རེད་བ། ད་ལས་བྱེད་མགྲིན་པོ་དེ་གར་མཐོང་གི་བ་རེད་ཟེར་ན་སྣ་ཁྲག་མཐོང་གི་བ་རེད། ལས་བྱེད་བཟང་པོ་དེ་གིས་མིའི་ཟས་གོ་ན་བཞིན་འཐུང་ཐོག་གི་རེད་དེ་ལུང་ཆོས་ཐོག་གི་མ་རེད་ད་མིད་པ་ན་མ་འགྲོ་གི་བ་མ་རེད། ཟེར་ཏེ་ཁོ་ཡང། ལྷ་མོ་ཡི་དྭགས་སོང་ཟེར་ཏེ་བཀའ་སློབ་ག་དུས་ཡིན་ན་ཡང་ཡི་དྭགས་ཀྱི་བུ་གའི་ཆུ་ཀླུང་ལ་བལྟ་བ་དེའི་ཚེ་སྣ་ཁྲང་འཐུང་བའི་ངེས་པ་མི་འདུག་བ་ལས་བསྡུ་བ་དེ་ལས་ཧ་ཅང་སྐྱིད་པོ་དེ་ཡིན་ན་ཁོ། སྟོང་བ་སྟོང་ཡིན་རྣམ་པ་ཚོ་ཡང་མཐོང་མི་ཐོག་བ་ཅིག་ནི་གྲོང་པ་ཤ་བོ་མཐོང་ཡང་དར་བ། རྗེས་ཤིག་ལ་བལྟ་བ་དེའི་ཚེ་རྗེས་ཤིག་གི་ཡག་ཀོ་མོ་མཐོང་དགོས་རེ་ཟུང་དང་ཤེས་ཀྱིན་ནའོ་དེ་རེད་བྱ་དེ་ཅི་རེད་བ། ཨ་ནི། ད་ལྟ་དེ་ཞོལ་ཅིག་གར་འདུག་ཟེར་ན། ད་ང་ང་འདི་ག་དུས་དོགས་པ་མང་པོ་ཡོད་རེད་བ། དེ་ནང་ནས་ཅིག་དེ་གར་ཟེར་ན།

རིག་སྔགས་དུ་རིག་སྔགས་ལག་པས་མ་བཅུ་ན། ཆུས་མ་མ་བཅུ་ན། དེ་ཀའི་བ་མཆོང་འོང་དེ་ཀ་ལ། ཚ་འགྲོ་བ་དེ་ཚིག་འགྲོ་བ་ཅི་དང། རིག་སྔགས་ཀྱི་དེ་ལག་པ་དེ་བཅུས་འོང་དེ་ཀ་ལ། ཚ་མ་ཐོ་བ་ཅི། ཚུལ་བསད་མ་ཐོ་བ་ཅི་ཀ་རེ་ས་ཅི་ཡོད་ན་མ་ཐོ། གྲངས་དེ་དེ་འདྲ་བ་ཅི་ཨ་ཡོད་བྱ་གོང་ནོ་བསྟན་བཅོས་འདྲ་བ་གྲངས་དེ་དེ་འདྲ་བ་དང་ནི་ཅི་ཨ་ཡོད་བྱ་འགུལ་དུ་གདའ། བསད་མ་ཐོ་གི་ཅི་ཡོར་བ་ད་ཁོ། ད་དེ་ཅི་རུ་བ། དེ་ནས། ད་ལྟ། དེ་ཅི་ར། གཉིས་པ་དེ་ལ་ག་རེ་ཟེར་ན་ང་ཚོ་ཐུགས་སྣང་ཆེ་གོ་ག་རེ་ཡོད་རེད་ཟེར་ན་ད་ནང་ང་ཚོ་ཁྱད་པར་བླངས་ཡིད་དང་རྣ་ལོ་ཡོད་ཟེར་ཡ་དེ། མི་ཤེས་སེ་ག་ཚད་མ་ཡིན་ཟེར་ཡ་དེ་ད་རྗེ་བཙུན་ཁ་བ་ཆེན་པོའི་ཐུགས་མོ་མ་ཡིན་པ་རེད་མ་གཏོགས་ཐུགས་མོ་མ་ཡིན་པ་རེད་མ་གཏོགས། དེ་ནི་ཁྱེད་ཅིག་གིས་གཞན་པ་སུ་གཅིག་གིས་ད་ཐ་སྙད་ཚིག་སྒྲོས་མི་བཞེད་ཀི་འདུག་སུ་གཅིག་གིས་ཚད་མ་བཞག་གི་མ་ར་ད་གོ་བློ་འཁྲོལ་བ་རང་བ་མ་གཏོགས། ད་ཁོང་ཚོ་གིས་ད་སྲིད་ཅིག་ག་རེ་གཏོང་ད་སྲིད་མང་པོ་གཏོང་འདུག་གཞན་པ་དེ་ཚོ་ང་ཚོ་ལས་རྒྱག་ཐུབ་ས་རེད་ཅིག་དེ་ག་རེ་གཏོང་འདུག་ཟེར་ན། རིག་སྔགས་ལ་པའི་ཁྲུས་དགོས་དུས་ཁྲུས་ནི་སྐྱག་ཁུ་ལ་རས་པ་དེའི་ཚེ།

ད་ལྟའི་ང་རོ་གསུང་རོ་དང་དེའི་རིག་པ་དེ་དངོས་གནས་སྣ་བུག་ན་བཞིན་དུ་དྲན་གྱི་འདུག་རོ། དཔེར་ན་ང་ཚོ། ཁ་བྲོ་བརྒྱ་སྟེ་ཁ་ལ་བི་མས་བརྒྱག་ན་ཚ་གི་མ་རོ་བ་ད་ལ་པ་ལ་ཁ་བརྒྱག་ན་སྤུན་པ་ལ་ཁ་བརྒྱག་ན་མི་ཚ་ཡ་སྟེ། བི་མས་ངི་ནི་པ་རེ་མ་གཏོགས་ཁ་བཙོས་འུ་དེ་ཀ་ལ། ཨ་ནི་ཁོ། ཀ་ས་རེ་བྱ་མི་ཚ་བ་ཟེར་ཡ་དེ་འདྲའི་ཅི་ཕོ་ཁི་ཕ་ཤུག་མགོ་ལ་ཡོད་མི་ཡོད་གཉིས་སྐད་ཆ་མ་རོ་བ། དེ་ཡི་དངོས་གནས་ལྟ་དགོས་ཡ་ཅི་རེད་བྱ། ལྟ་དགོས་ཡ་ཅི་དེ་རོ་བ། ཨ་ནི་གཉིས་པ་དེ་ད་ནི་འདི་ནོ་ལོ་འོག་ལ་མ་སོང་འདི་ག་ལ་འདི་སོང་གི་འདུག་ད་ད་ད་ནི་ང་ཚོ་ཏང་གི་བྲོ་བ་ཚང་མ་དེ་ཁྲི་ལས་ཚང་མ་དེ་གོ་དེ་བྲོ་བ་དང་པོའི་འགོ་རུ་བྱེད་རོགས་བ་བྲོ་བ་གཉིས་པ་འདི་འགོ་ལོ་ཏག་ད་ད་བྲོ་བ་གཉིས་དེ་གི་ག་རུ་སོང་གི་བ་རེད་ཟེར་ན་ཡི་དྭགས་གི་ལྷ་མོ་ཡི་དྭགས་སོང་གི་ཀླད་ཤེད་ལ་ཕོག་གོ་ལ་ལྟ་བ་དེའི་ཚེ། ཨ་ནི་བདུད་རྩི་ཕོ་དགུ་ཡོད་དྲུག་རེད། རྣག་ཁྲག་ཕོ་དགུ་དྲུག་རེད། ཨ་ནི། ཕྱི་རུ་འགག་ཕོ་དགུ་དྲུག་རེད་དེ་ལིའུ་ཝང་གིས་དྲུག་རེད་ཅིག་ནས་གསུང་གི་འདུག་ཟེར། དེ་ཡིན་ན་དཔེར་ན་ང་ཚོ་ལས་ཀྱི་དབང་གིས། དགེ་བའི་བཤེས་གཉེན་འདྲ་བོ་དང་དེ་ལ་སྐྱོན་མཐོང་ཡང་དེ་འདྲས་དང། དཔེར་ན་དགེ་ལུགས་ལས་ཀ་བལྟ་བ་ཅིག་ལས་པའི་བཀའ་མ་འདྲ་བོ་ཅིག་རེད་ཀོ་སངས་རྒྱས་ཀྱི་ཉི་མས་ལོ་མང་པོ་འདས་པ་ཡིན་ན་ཡང་ཀོ། སྐྱེན་མང་དུ་མ་མཐོ་བ་ཅིག་ར་ལས་དབང་གིས། ད་ལས་དབང་གིས་སོ་སོའི་དགེ་བའི་བཤེས་གཉེན་ལ་བལྟ་བ་དེ་དེ་སྐྱེན་མཐོང་ཡང་དུ་སོ་དངོས་གནས་ཕི་གེ་ལས་ཀྱི་དབང་གིས་ཕི་གེ་དགེ་བའི་བཤེས་གཉེན་དེ་ལ་སྐྱེན་དྲུག་ཡོད་རེད་པས།

ད་དུང་སུ་འཕགས་མགོ་ལ་འཕགས་ཀྱི་མགོ་ལ་ཨ་ནི་སྤྱན་གྱིས་བྲོས་ཡོད་པས་དེ་གྲུ་གི་མེད་ན། ལྷ་མིན་ཡི་དྭགས་གསུམ་གྱི་ལྟ་བ་དེའི་ཚེ་ལིང་ཧོང་གི་ལྟ་བ་དེའི་ཚེ་ཕི་ཀའི་མགོ་ལ་ཁྱི་སྔོ་ནད་ཀྱིས་གྲུབ་ལ་གཞན་པ་དུ་སུ་ལིང་ཧོང་གི་ལྟ་བ་དེའི་ཚེ་ནི་ཁོ་ཕི་ཀའི་སྤྱན་དེ་མ་བྲོ་བ་ག་རེ་རེད་ཟེར་ནས་ད་ཞེས་བྲོ་བ་རྗེས་མ་དེ་དེ་ཡི་ས་རེད་གསུང་གི་འདུག་ད་བྲོ་བ་རྗེས་མ་དེ། ག་གེ་རེ་མི་ཡི་རེ་བྱ་མ་རེད་ཟེར་བ་ལ།

སོ་སོ་རང་གི་བར་གྲོགས་བརྟག་པའི་ཟུར་གྱིས། ཅེས་ཡུལ་གྱི་སྟེང་ལ་ས་བོན་ཡོད་པ་ན་ས་བོན་གཟུགས་ར་བྱ། གྲུ་བཞི། དེ་འདྲའི་རེ་བྱེད་ས་བསམ་བློ་བཏང་ཡང་མེད་འགྲོ་སང་གི་འོད་ར་ད་ང་ཚོའི་ད་ལྷ་སྒོམ་པ་གང་ག་ད་ག་འགྲོ་བ། ང་ཚོ་སྔགས་པ་གང་གིས་ལྷ་སྒོམ་ཞུ་བྱས་ཏེ་དེ་འདྲའི་རེ་བྱེད་མ་རེད་ཨ། ད་རྒྱས་བཏང། དེ་འདྲའི་བྱེད་དེ་ད། གྲུ་བཞི་རེ་བྱེད་རྩལ་ནི་དེ་ནས་ཨེ་ནས་ཅིག་རྩལ་ནི་ཡ་ཅིག་བྱེད་དེ་ཏོག་ཙེ་ཨོ་ཙེ་རེ་འགའི། གྲུབ་གཞི་དེ་ཡག་པོ་ཅིག་བཞག་མ་འདུས་པ་ཡིན་ན། ཨ་ནེ། བཅོས་མ་བ་སེ་ན་བཙུན་པ་འཛིན་རྒྱང་ཅིག་གོམ་འགྲོང་གི་ཟུར་གྱི་རིགས་བར་བ་དེ་འདྲའི་མཁས་པ་མེད་འགྲོ་གསུང་གི་འདུག་ཁོ་གཉིས་གཉིས་ངའི་བསམ་འཆར་དེ་རེད་ཡང། དེ་དང་སངས་རྒྱས་ལ་དེ་འདྲའི་མཐོང་ཡག་དེ་ཚོ། ཁོ་རང་ངོས་ནས་ཡོང་མ་རེད་དུས་སུད་སུད་པ་ལྟོགས་འགྲོ་བཏགས་ནས་བདུད་མོ། ད་ཐེངས་ན་རྒྱུན་བཞིན་ཉིན་ཟླ་བ་གཅིག་ལ་ཕ་ལིང་དབང་གིས།

རེད་ཡོད་རེད་ངས་དེ་ཙམ་ཙམ་གི་བར་ད་ཁོའི་སྟེང་ལ་དེ་ས་བོན་འདྲ་ཡོད་ཀྱི་རེད་སེམས་གོ་ད་ཀོ་ན་ཧྲ་རེད་བྲོ་བ་ཡོད་རེད་ཀོ་ཨ་ནི་སྔགས་པ་དེ་ཚོས་ཨ་ནི་ད་དེ་བྱིན་གྱིས་བརླབས་པ་ཡིན་ན་དུས་ཚོད་བསྒྱུར་འདུག་གོ་རོ་བ་ད་སྔགས་པ་དེ་ཚོས་ཨོ་དེ་འདྲ་ཡོད་རོ་བ་དེ་སྐད་བྱས་དུས་ཁོ་རང་རྨང་གཞི་རེད་དེ་བི་གའི་སྒྲུབ་གཞི་རེད་ཅེས་ཁོ་རང་གི་ནང་ལ་ཡོད་རེད་སེམས་གོ་ད་དེ་ཙམ་ཙམ་གི་བར་མ་རྫོགས་ཤིག་ད་སྐད་མ་རེད་ང་དེ་མ་གཏོགས་བཤད་ཡ་མེད།

རྒན་ཟླ་བ་ཚེ་རིང། རྒན་ཟླ་བ་ཚེ་རིང། མི་ལ་བསོད་ནམས་མེད་ན་སེ་ར་ཡང་གཞས་མ་རེད་འགྱུར་འོ་ཟེར་ཡོད་རེད་བ་ནི་དེ་ཡོད་རེད་ཡོད་མ་རེད། སེ་ར་ཡང་གཞས་མ་རེད་འགྲོ་རེད་ཟེར་སེར་སེར་རྡོག་རྡོག་དེ་ཡང་གཞས་མ། གར་བྱེད་རེད་བསོད་ནམས་མེད་རེད་ད་གོ་ལ་ཨ། ཏིང་ཀུང་ནང་ལ་ཚུལ་ལུས་སྟོན་ཀྱང་བཞག་མི་དགོས་ས། ཟེར་འགྱུར་འོ་ཟེར་རེད་ཡ། དེ་རེད་བ་ནི། འདི་འདི་འདི་ང་ཚོ་གཟབ་ཅིང་ཕྲ་བའི་མི་ཤེས་པ་དཀའ་བའི་མི་ཤེས་པ་གིས་ལས་འདི་ཚོ་གཅིག་བྱས་ན་ཡག་པོ་འདུག་ཨ་ནི་ཨ། ཁོ་ཐོག་མ་མེད་པས་ཁོ་ང་ལྟའི་བཟང་པོ་གིས་གནས་སྟངས་འདི་ཤེས་འོང་དུ་ཐོག་མ་མེད་པ་ནས་སངས་རྒྱས་བཅོམ་ལྡན་འདས་ལ་ག་ཚོད་ཁ་བསྟོད་བྱས་འདུག་འདི་གི་ཚབ་དེ་ལ་མ་འོངས་པ་ན་ཅི་བྱེད་ཀྱུ་ཅིག་དཔེ་བདེ་སྐྱིད་ཁོ་ན་གྱུར་ཅིག་གིས་ཐུ་མི་སྐྱབས་ཞུ་འདི་གནང་འདུག་ཨ་རྒྱལ་བ་ཤེས་རྒྱ་ཐུབ་པས།

དེ་རྒྱུ་རུ། དུས་ཚོད་ཀྱི་སྟོབས་ཀྱིས་རྒྱུ་རུ་རུ། སྙན་པ་འགྲོ་ལ་ཅིག་རེ་གི་ཡོད་མ་རེད་དིང་སང་འགྲོ་ལ་འབུམ་འབུམ་རེ་གི་ཡོད་རེད། དེ་རྒྱུ་རུ་བ་མ་རེད།
དཀོན་མཆོག་གསུམ་མཐའ་དགེ་བའི་བཤེས་གཉེན་ཆེན་པོ་ཨལ་ཅིག་སན་ཨ། དགེ་བའི་བཤེས་གཉེན་ཆེན་པོ་དཀོན་མཆོག་གསུམ་མཐའ་དཔེ་བཀའ་དྲིན་ཤིན་ཏུ་ཆེ་བ། ག་དུས་ན་བཞེས་སུ་ཡི་རང་ཡིག་ཆ་ཚང་དགེ་བའི་བཤེས་གཉེན། ད་འདི་བཤད་ཆོག་རུ་བ་སྐྱོན་འགལ་ཡོད་མ་རུ་བ་མ་རུ་བས། ཡོད་ངེས་ཡོད་ངེས། ཨ་ནི་ང་ཚོའི་ལྷས་བྱིན་ཟེར་བ་དེ་རྒྱལ་བ་བཅོམ་ལྡན་འདས་ལ་ཨ་ནེ་དཔལ་གྱིས་གཡོག་རྒྱུ་ནི་ལོ་བཅུ་གཉིས་དེ་རིམ་གྲོན་བྱས་པ་རེད་བ། མཐའ་མའི་མཐའ་དུ་ཁྱོད་ལ་ག་རེ་ཡོད་སྐད་འོ་ཟེར་མ་ཐུབ་བསྟན་ཡང་འགལ་མེད་བ་ཟེར་ཁོས་སྐྱོན་བརྗོད་པ་རེད་བ། འོ་ནི་ལོ་ཚོད་ལྔ་བཞོས་པ་རེད་བ་ནི། ཨ་ནི་ལྷས་བྱིན་དང་ང་གཉིས་གཅིག་པ་གཅིག་རྐྱང་ཁོ་ཤེས་དེ་རེད་བ། ཨ་ཉི་མ་ཅིག་ནག་དེར་ནག་འོང་དུས་སངས་རྒྱས་བཅོམ་ལྡན་འདས་སྨན་པ་ཚོས་བཅས་ཀྱི་སངས་རྒྱས་བཅོམ་ལྡན་འདས་ལ་ཁྱོད་ག་ཚོད་སྤྲད་གི་ཡོད་སྨན་ཧོ་འདི་ང་སྤྲད་ཞིག་ལབ་རེད་བ། འདི་ཁྱོད་རང་རིག་གི་མ་རེད་སངས་རྒྱས་དང་ཁྱོད་གཉིས་འདྲ་གྲགས་མ་གྲགས་བཙུམ་དེ་ཕ་སྨན་འདི་ཕར་སྤྲད་ཞིག་ལབ་རེད་བ། ཨ་རོ་འུ་རོ་བྱས་ནས་ནག་ཤི་འགྲོ་བྱས་རེད་བ། ཨ་སངས་རྒྱས་བཅོམ་ལྡན་འདས་ཚུར་ཕེབས་ནས། ཨ་ནི་ཉེ་བའི་སྐུ་གར་ཟ་གོ་རེ་འདི་དག་རྗེས་འཛིན་དང། ཨ་ནི་ཁྱོད་རང་གིས་གྲྭ་ལྟ་བ་དང་གཅིག་ལྟ་གཉན་ལྟ་བ་དེ་ནི་ངའི་རྒྱུད་ལ་ཡོད་པ་ཡིན་ན། གནས་འདི་འབྲལ་གི་མ་རེད། ང་སེམས་ཅན་ཐམས་ཅད་ཉེ་རིང་རྩ་ནས་མེད། རྒྱལ་སྲིད་འདི་ངས་བདེན་པའི་ཚིག་ཡིན་པ་ཡིན་ན་གནས་འདི་ལས་སྒྲོལ་བར་གྱུར་ཅིག་ཟེར་ནས་ལག་པ་ཕྱག་ཏུ་བཀྱགས། དེ་བཞིན་ལ་སྟེར་བ། གསང་སྒྲ་སྒྲ་རྩ་རེ། སྒྲ་ནི་འདོད་འདོད་གར་ལ་རེ་སངས་རྒྱས་ཁྱོད་རང་འདི། སྡུག་ལ་དེ་ཕ་ཁྱེད་རྒྱུད་ལ་རོལ་བ་ནི། སྡུག་ལ་རེ་བའི་སངས་རྒྱས་བཅོམ་ལྡན་འདས་ཀྱི་ལས་ངང་གིས་ད་དེ་ནི་མཐོང་དགོས་རོ་ཁོ་གི། ལ་ཡ་གས་ཡོད་མ་འདི། ག་དུས་བསགས་པ་རེ་ག་དུས་བཅད་པ་རེ། དེ་བཞིན་གཤེགས་པ་ལ་བཀའ་དྲིན་ཞུ་ཡ་རེ། ང་ཚོའི་བེ་ཤིང་དུ་བཀོག་རྒྱུ་རེ་འདི་ཚུ། ཤིང་དུ་བཀོག་རྒྱུ་འདི་ལུང་ལ་བརྟེན་ནས་སྤོབས་པར་བཞག་འོ་ཡིན་པ། ཨོ་དེ་ཚོའི་དགོངས་པ་བཤད་ན་ཡག་པོ་འདུག།
ཡང་ཡང་དང་དེ་བཞིན་ད་ནི་དེ་ཁྱོད་གཉིས་པ་དེ་དེ་རེད་བ། ཁྱོད་གཉིས་པ་དེ་རབ་རིབ་ཅན་གྱི་མི།

སྣ་ཁྲག་གསར་དུ་སྐྱེས་པ་ཡིན་སྲིད་ཀྱི། བ་ད་སྣ་ཁྲག་གསར་དུ་སྐྱེས་པ་ཡིན་སྲིད། དེ་ཚེ་ཆུ་ཀླུང་ཆར་ཟིལ་སུ་གྱུར་བས་སྣ་ཁྲག་གསར་དུ་སྐྱེས་པར་དེ་བདག་རྐྱེན་དེ་གར་བཤད་ཀྱི་རེད་ཟེར་ན་སྔར་བསགས་ཀྱི་ལས་ངན་པ་འདི་ཡིན་ཟེར་གསུང་བར་བ། ལོ་འདི་འདྲ་རེད་བརྗོད་མི་རུང།

ཨ་ནི་སྣ་ཐག་དངོས་པོ་སྐྱེས་པའི་ཡས་ཞེས་སུ་ལབ་ཡོང་དུས་དེ་ལས་ལན་བརྒྱབ་ཡོང་དུས་སུ་བར་སྐྱོན་གཉིས་པ་མེད་དེ། སྐྲ་སེར་མཐོང་བའི་འཁྲུལ་རྒྱུ་ནི་འཕྲལ་གྱི་འཁྲུལ་རྒྱུ་རེད། ཡི་དྭགས་ལྟ་བུའི་ཆུ་ཀླུང་ཆ་ཚུལ་སྣ་ཐག་མཐོང་བའི་འཁྲུལ་རྒྱུ་ནི་སྔར་སར་ལན་ངན་པའི་འཁྲུལ་རྒྱུ་ཡིན་པས་ཅི་ལབ་རུང་ཨ་ལན་དེ་བརྒྱབ་རུང་ཨ་སུ་བར་བྱས་ཙང་ལན་དེ་བརྒྱབ་ཡོང་དུས་ཨ་ལ་དང་པོ་ལན་གྱི་དོན་དག་དེ་ཅིག་ཞུ་ན་ངེས། འདི་བདག་རྐྱེན། སྔར་སར་གྱི་ལན་ངན་པའི་བདག་རྐྱེན་བྱས་པ་ལ་བརྟེན་ནས། ཕི་ཀེ། ཨ་ནི། གླིང་བཞག་ཕོ་མོ་གང་གི་ཆ་ཤས་ལ། ཨ་ནི་སྣ་ཐག་དངོས་པོ་གསར་དུ་སྐྱེས་པ་རེད། འོ་འདི་ལན་དེ་རེད་བཞག་སུ་བར།